དཔལ་ལྡན་སློབ་སྤྱི་མཆོག་རྒན་ལགས་རྣམ་པ་ཕ་མ་རྣམ་པ་དེ་བཞིན་སློབ་ཕྲུག་ཡོངས་ལ་ཐོག་མར་གུས་པས་ལག་གཉིས་ཐལ་མོར་བཅག་སྟེ་འཚམས་འདྲི་སྔ་དྲོ་བདེ་ལེགས་ཞུ་རྒྱུ་ཡིན། དེ་རིང་གུས་པས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་བོད་ཀྱི་སྐད་ཡིག་སྲུང་སྐྱོབ་ཇི་ལྟར་བྱེད་དགོས་པའི་སྐོར་གང་ནུས་ཞུ་རྒྱུ་ཡིན། པཎ་ཆེན་སྐུ་ཕྲེང་བཅུ་པ་ཆེན་པོས་གསུངས་པ་བཞིན་ངས་རྒྱ་སྐད་བཤད་ཤེས་པ་དེ་ང་རང་གི་འཇོན་ཐང་དང་ཡོན་ཏན་རེད། གལ་སྲིད་ངས་མ་ཤེས་པ་ཡིན་ནའང་ངོ་ཚ་དགོས་དོན་མེད། འོན་ཀྱང། ངས་བོད་སྐད་གཙང་མ་དང་བོད་ཡིག་མ་ཤེས་ན། དེ་ནི་ཞབས་འདྲེན་ཡིན་པས། ངོ་ཚ་དགོས་པ་ཞིག་རེད་ཅེས་གསུངས་པ་དེ་ཚང་མས་མཁྱེན་པ་གནང་དགོས། རང་མི་རིགས་ཀྱི་སྐད་ཡིག་ནི་ཆོས་དང་རིག་གཞུང་གི་སྲོག་རྩ་ཡིན། ང་ཚོའི་བོད་ཀྱི་རིག་གནས་དར་རྒྱས་དང། རིག་གཞུང་འཕེལ་རྒྱས་སུ་འགྲོ་མི་འགྲོ་ནི་བོད་ཀྱི་སྐད་ཡིག་དེ་ལ་ཐུག་ཡོད། དེ་འདྲ་ཡིན་དུས་སོ་སོའི་སྐད་ཡིག་ཡར་རྒྱས་གཏོང་བ་ལ་ཀློག་རྩལ་དང། བྲི་རྩལ། འཆད་རྩལ། ཉན་རྩལ། དག་ཆ། ཡིག་གཟུགས་བཅས་ལ་དོ་སྣང་གིས་ཡར་རྒྱས་གཏོང་དགོས། དཔེར་ན། ཀློག་རྩལ་ཡར་རྒྱས་གཏོང་དགོས་ན། ཀློག་དེབ་དང་སྒྲུང་དེབ། ཚགས་པར་སོགས་ཉི་མ་རྟག་པར་མང་པོ་ཀློག་དགོས། བྲི་རྩལ་ཡར་རྒྱས་དགོས་ན་རྩོམ་དང་སྒྲུང་སོགས་མང་པོ་འབྲི་དགོས་པ་དང། ཉིན་ཐོ་ཉིན་ལྟར་བྲི་དགོས། དེ་བཞིན་ཆེད་རྩལ་ཡར་རྒྱས་གཏོང་བ་ལ་གཏམ་དཔེ་དང་སྒྲུང། གསར་འགྱུར་སོགས་མང་ཚོགས་ལ་ཡང་ཡང་བཤད་དགོས། ཡང་ངན་རྩལ་ཡར་རྒྱས་འགྲོ་བ་ལ་བཀའ་སློབ་དང་གསུང་བཤད། སྒྲུང། གནས་ཚུལ་སོགས་གང་མང་ཉན་དགོས། དག་ཆ་ལ་ཡང་དོ་སྣང་དང་ཡར་རྒྱས་གཏོང་བ་ལ་རྩོམ་དང་ཉིན་ཐོ་སྒྲུང་སོགས་མང་པོ་བྲིས་ནས་དག་ཆ་ལ་ཉན་ཉེས་ཡོང་བའི་ཆེད་དུ་ཚིག་མཛོད་བེད་སྤྱོད་གཏོང་དགོས། གློག་རྫས་དང་དྲི་རྫས། མཆེར་རྫས། ཉེན་རྫས། དག་ཆ་བཅས་ལ། རྩལ་ལེགས་ཀྱང། ཡིག་གཟུགས་ལ་དོ་སྣང་དང་ཡར་རྒྱས་མ་བཏང་ན། རྩོམ་པ་ལེགས་ཀྱང་གསོ་སྒྲིག་མི་འབྱོར་ན། དཔའ་རྩལ་ཆེ་བའི་དཔའ་བོ་ལག་དུམ་འདྲ། ཞེས་གསུངས་པ་ལྟར་རོ། མཐའ་དོན། གོང་ས་མཆོག་སྐུ་ཚེ་ཡུན་རིང་བརྟན་པ་དང། གཞིས་བྱེས་གཉིས་པོ་ལྷན་འཛོམས་ཀྱི་ཉི་མ་མྱུར་དུ་ཤར་བའི་བཀྲ་ཤིས་སྨོན་འདུན་ཞུ། ཐུགས་རྗེ་ཆེ།